དེ་གཉིས་ལས་ཅི་ཡིས་མཁྱེན་པའི་རེ་བ་ཡོད་དམ། ལྟ་ངན་ལ་ཡ། ད་ལྟ་ང་ཚོ་རྟ་མཇུག་རེད། རྟ་མཇུག་ཡིན་པ་སོང་ཙང་རྟ་མཇུག་ཁོ་རང་གི་ལྟ་གྲུབ་འདྲ་པོ་བྱོས་རོགས་པ་ལྟ་གྲུབ་ཤོར་གོ་རོགས་པ། འོ་དེ་རྒྱབ་ལྗོངས་ཀྱི་ལྟ་གྲུབ་དེ་གས་དེ་གསལ་པོ་ཞིག་མཁྱེན་པ་གནང་དགོས་རེད། བྱ་བྱེད་ལས་གསུམ་ཟེར་ན་ག་འདྲས་རེད་དངོས་པོ་བདག་གཞན་ཟེར་ན་ག་འདྲས་རེད་བྱ་ལས་ཟེར་ན་ག་རེད་བྱེད་ལས་ཟེར་ན་ག་རེད། ཨོ་དེ་དང་དེ་ལ་སོགས་པ། བྱེད་པ་པོ་ག་རེ་ཡིན་པ་ལས་ག་རེ་ཡིན་པ་བྱ་བ་ག་རེ་ཡིན་པ། ད། ང་ཚོས་དེ། བྱེད་པ་པོ། ཨ་ནི། དངོས་པོ་བདག། འདི་གཉིས་ལ་ཁྱད་པར་འདུག་མི་འདུག་བསྡུར་བྱེད་ཅིག་བྱས་ནས། མཁས་པ་དེ་ཆེ་བ་རེད། བྱེད་པ་པོ་སི་ཏུས་ང་རང་ཚོའི་སྲོལ་རྒྱུན་གྱི་སུམ་རྟགས་ནང་ནས་མ་བཤད་པ་ཡིན་ན། པ་ན་རོ་པོ་དེ་བདག་སྒྲ་ཡིན་པ་སོང་ཙང་བྱེད་པ་པོ་སི་ཏུས་ག་དུས་ཡིན་པ་ཡིན་ནི་ལས། གཅིག་གིས་གང་ཟག་གཅིག་ལ་ཡང་གོ་གོ་རེད་ཟེར་བཞིན་གསུང་གི་ཡོད་རེད། བ་འདི་གང་ཟག་གཅིག་ལ་གོ་གི་ཡོད་པ་ཡིན་ན། ད། ག་རེད། གང་ཟག་མ་ཡིན་པའི་བྱ་བ་བྱེད་མཁན་མང་པོ་ཞེ་དྲག་ཡོད་རེད་བ། ཁོ་ཚོ། བྱེད་པ་པོ་ཆགས་ཀྱི་ཡོད་མ་རེད། དཔེར་ན། རླུང་གིས་ཁྱེར་ཟིན་ལབ་པ་ཡིན་ན། བ། རླུང་གིས་ཁྱེར་ཟིན་ལབ་དུས་ཙམ་པར་ཡང་བྱ་བ་ཁྱེར་བ་རེད་ཁྱེར་མཁན་གྱི་རླུང་རེད། ད། གང་ཡང་རུང་བ་ཁྱེར་ཆོག་གོ། བ། རླུང་གིས་ག་རེ་ཁྱེར་རེད། རླུང་གིས་གོས་དེ་གས་ཁྱེར་པ་ཡིན་ན། ཁྱེར་བྱ་ག་རེད་གོས་རེད་ཁྱེར་མཁན་རླུང་དེ་རེད། དེ་ཡིན་པ་སོང་ཙང། ཁྱེར་ཡག་དེ་དང་ཁྱེར་མཁན་གཉིས་ངོ་བོ་ཐ་དད་ཆགས་སོང་བ། ངོ་བོ་ཐ་དད་ཆགས་ཀྱི་ཡོད་པ་སོང་ཙང་བྱ་བྱེད་ཐ་དད་པར། ད་བྱ་བྱེད་ཐ་དད་པ་ཡིན་ན། རླུང་འདིས། རེད་བ། བྱ་བ་བྱེད་མཁན་དེ་རེད། ད་བྱེད་པ་པོ་ཟེར་དེ་ད་གིན་བྱེད་པ་པོ་ཟེར་དེས་བྱ་བ་བྱེད་མཁན་ལ་གོ་ན། ཨ་ནི། རེད་བ། བྱ་བ་བྱེད་མཁན་ལ། གོ་བཞག་པ་ཡིན་ན། ནི་ཁྱབ་ཆེས་དྲག་པོ་སྤྱོད་རུང་བ་བྱས་ཙང་རླུང་བྱེད་པ་པོ་ཡིན་སྙམ་ན། སྲོལ་རྒྱུན་སུམ་རྟགས་ནས་མ་གསུང་རྟགས་བྱས་ན་ཏིས་བྱེད་བདེ་པོ་ཡོད་མ་རེད་ད་གོ། ང། གོ་བདེ་བའི་དབང་དུ་བྱས་ན་ད། རླུང་དེ་བྱ་བ་སྐབས་དེའི་བྱ་བ་བྱེད་མཁན་རེད་བྱ་བ་བྱེད་པ་པོ་དེ་རླུང་རེད། བྱས་ཙང་དེའི་དབང་དུ་བྱས་ན། ཁྱེར་བྱ་གོས་དེ། དངོས་པོ་གཞན་བྱས། ནི། ཁྱེར་མཁན་རླུང་དེ། དངོས་པོ་བདག་ལས་བྱ་རྒྱུ་རེད། བྱས་ཙང་རླུང་དེ་ད་བུ་དངོས་པོ་བདག་ཡིན། བྱེད་པ་པོ་མ་ཡིན་རླུང་བྱེད་པ་ཡིན་ཆོག་གོ་རེད་བྱ་བ་བྱེད་མཁན་དེ་ལ་ཡང་བྱེད་པ་པོ་གཅིག་དང་བྱེད་པ་གཅིག་གཉིས་ཡོད་རེད། གང་ཟག་མ་ཡིན་པའི་བྱ་བ་བྱེད་མཁན་ཚང་མ་ལ་ཡང་བྱེད་པ་བྱེད་པ་བྱེད་པ་ཞུ་གོ་རེད། ཁེངས་འདུག་གས། གང་ཟག་ཡིན་ན་བྱ་བ་བྱེད་པ་པོ། ཞུ་བྱ་གོ་རེད་བ། བདག་སྒྲ་འདི་སྦྱར་བྱེད་བྱེད། ད། བྱས་ཙང་ནམ་རྒྱུན་ང་ཚོ་ཅན་དང་བདེན་དང་མཁྱེན་དེ་གས་དེ་ཚོ། བདག་སྒྲ་དངོས་མ་རེད་ཟེར་ཞུ་གོ་རེད་བ། བདག་སྒྲ་དངོས་ཡིན་ན་ན་རོ་ཡོད་མེད་དཔའ་བར་མ་དེ་གས་དེ་རེད་བ། བྱས་ཙང། འདི་ཚོ། རླུང་འདིས་འཁྱེར་མཁན་རེད། འཁྱེར་བ་པོ་མ་རེད། རླུང་གིས་གོས་འཁྱེར་ཟེར་ལབ་པ་ཡིན་ན་རླུང་འདིས་གོས་འཁྱེར་མཁན་རེད་མ་གཏོགས། འཁྱེར་བ་པོ་མ་རེད་འདུག་གསུང་གི་རེད་བ། བྱས་ཙང། བྱ་བ། འདི་དངོས་པོ་བདག་གི་ཁུངས་ལ་བཞག་པ་ཅིག་རེད་ད། རེད་བ། ད་དངོས་པོ་བདག་གི་ཁུངས་ལ་བཞག་པ་ཡིན་པ་ས་དངོས་པོ་བདག་ཡིན། བྱེད་པ་པོ་མེད། རེད་བ། ད་བྱེད་པ་པོ་ཡིན་དངོས་པོ་བདག་མ་ཡིན་པ་ཡོད་ཆོག་རེད་བ།

ཨ་ནི། བྱེད་པ་པོ་བུད་མེད། མཁྱེན་སོང། བྱེད་ཙང། དེ་ལ་བུད་མེད་ཙམ་པ་ཟ་ཞེས་པའི་བུད་མེད་དེ་དང་དེས་བུད་མེད་ཕ་ཡུལ་དུ་འགྲོ་ཞེས་པ་ནི་བུད་མེད་ནི། འདི་བུད་མེད་ནི་བྱ་བ་བྱེད་པ་མཚུངས་སུ་སྟེ། འདི་བྱ་བྱེད་ཐ་དད་པ་རེད་ཤི། ཐ་མི་དད་པ་རེད་ཤི། ཐ་མི་དད་པ་ཡིན་པ་སོང་ཙང་བུད་མེད་དེ་དངོས་པོ་བདག་གི་སྐད་ཆ་ཡོད་མ་རེད་བྱ་བྱེད་ཐ་མི་དད་པ་ལ་དངོས་པོ་བདག་ཡོད་མ་རེད་དངོས་པོ་བདག་གཞན་གྱི་རྣམ་གཞག་དེ་ཡོད་མ་རེད་ཞུས་པ་ཡིན་པ། དེས་བུད་མེད་ཙམ་པ་ཟ་ཞེས་པའི་སྐབས་ལ་ཡང། ཨ་ནི་བུད་མེད་འདི། ག་བཞུགས་རས། བྱ་བྱེད་ཐ་མི་དད་པ་བྱ་སོང་བ། ཟ་བྱེད་རྩམ་པ་དང་ཟག་རྒྱན་བུད་མེད་གཉིས་ངོ་བོ་ཐ་དད་དུ་ཡོད་པ། འདི་ཡིན་པ་སོང་ཙང། བྱ་བྱེད་ཐ་མི། ཐ་དད་པ་རེད། ཐ་དད་པའི་དབང་དུ་བྱས་ནས། བྱ་བ་བྱེད་པ་པོ་དང་བྱེད་པ་ཁ་རེ་ད་ཁ་ད་སོ་ད་ཅེ་ད་དི་ཀྱེ་དིག་ཟ་བོར་བ། ངོ་བོ་བདག་བྱེད། ཟ་བྱེད་རྩམ་པ་ཁོ་ན། ངོ་བོ་གཞན་བྱེད། བྱེད་ཙང། ག་བཞུགས་རས། ངོ་བོ་བདག་ཡིན། བྱེད་པ་པོ་མ་ཡིན།

ཁོ་ར་རྟ་མཇུག་ཁོ་རང་གིས་འགྲོ་སྟངས་ཁོ་ར་རྒྱབ་ལྗོངས་ཀྱི་ལྟ་གྲུབ་དེ་གི་དེ་ཏག་ཏག་མཁྱེན་གནང་དགོས་རེད་འོ་དུ་ཞུས་ད། གློག་རྡུལ་ནུ་མ་གཅིག་གཟིགས་ཡིན་པས། བྱ་བྱེད་ངོ་བོ་ཐ་དད་པ་ནང་གི་བྱེད་པ་པོ་གཙོ་ཕལ་གཉིས་དང། བྱེད་བྱེད་ངོ་བོ་ཐ་དད་པ་ནང་གི་བྱེད་པ་པོ་གཙོ་ཕལ་གཉིས་དང་ཟེར་དུས་རྩམ་པ་ལ་ཡ་དེ་ལ་བུད་མེད་རྩམ་པ་ཟ་ལབ་པ་ཡིན་ན་བྱེད་པ་པོ་གཙོ་བོ་བུད་མེད་དེ་བཞག

འདུག། གསུངས་པ་རེད། བྱས་ཙང་བྱེད་པ་པོ་ཕལ་པ་དེ་དང། བྱེད་པ་པོ་མ་ཡིན། ལ་གོ་བྱེད་ཀྱི་རེད་བ། སྲོལ་རྒྱུན་སུམ་རྟགས་ནི་མ་ཤེས་སྟངས་བྱས་ན་བྱེད་པ་པོ་ཡིན་ན་གང་ཟག་ཅིག་ཡིན་དགོས་ཀྱི་རེད་བདག་གིས་ཞུས་པ་ཡིན་པ། ནས་ད། སྲོལ་རྒྱུན་སུམ་རྟགས་ནི་གསུང་སྟངས་རེད། ནས་ད་ནམ་རྒྱུན་ནས། ང་ཚོ་སྟབས་བདེ་པོ་བྱས་ན་ལབ་དུས་ཙམ་མ་ད་བྱ་བ་བྱེད་མཁན་དེ་ལ་བྱེད་པ་པོ་བྱེད་པ་པོ་ལབ་བྱ་བ་རེད་ད་མདོར་བསྡུས་ན་ལས་ཀ་བྱེད་མཁན་དེ་རེད་བ།

གཞན་དང་དངོས་སུ་འདྲེས་སོང་བ། བྱེད་ཚ་ད་ད་ག་རེ། བྱ་བྱེད་ཐ་དད་པ་ཡིན་བོར་བ། བྱེད་ཚ་ནི། བྱ་བྱེད་ཐ་དད་པའི་དབང་དུ་བྱས་ནས། བྱ་བ་བྱེད་པ་པོ་དང་བྱེད་པ་དང་བྱེད་པ་ལ་དངོས་པོ་བདག་ཡིན་པ། བྱེད་ཚ། ཤིང་རྒན་ནི་དངོས་པོ་བདག་རེད། ཤིང་རྒན་གྱི་ལག་པ་ལ་ཡོད། ཡོད་བསྡད་པའི་སྟ་རེ་དང་ཁྲི་ལ་སོགས་པ་དེ་གྱི་དེ། དངོས་པོ་བདག་གི་གོང་དུ་རེད། རྣམ་འགྱུར་ཁ་ལོ་བ་ཁོ་རང་དངོས་པོ་བདག་བྱེད་ཁོ་རང་གི། བྱེད་པ། ལག་པ་དང་མིག་ལ་སོགས་པ་དེ་གྱི་དེ། རྣམ་འགྱུར་བཏང་བའི་སྐབས་ཀྱི་ལག་པ་དང་མིག་ལ་སོགས་པ་དེ་གྱི་བེད་སྤྱོད་སྟངས་སྐོར་བ།

དུ་བྱས་ནའང་བྱེད་པ་པོ་གཙོ་བོ་སྟོན་པའི་མིང། བསྐོར་བ་པོ་སྤྱོད་པ་པོ་གཏོང་བ་པོ་ལྟ་བ་པོ། བསྐོར་བ་པོ། རེ་བ། སྤྱོད་པ་པོ། བྱེད་པ་པོ་སྟོན་དུས་ག་དུས་ཡིན་པ་ཡིན་ན་ལས། བྱ་ཚིག་ད་ལྟ་བ་བྲིས་གནང་གོ་རེ། བྱ་ཚིག་ད་ལྟ་བའི་རྗེས་ལས་ཡ། པ། པོ། ཡང་ན་བ། པོ།

བྱ་ཚིག་བདག་གིས་ནི་ཞུས་པ་ཡིན་པ། བྱ་ཚིག་ཞེས་པ་དེ་མ་འོངས་པའི་ཚིག་དེ་ལ་བྱ་ཚིག་ད་ལྟ་བའི་ཚིག་དེ་ལ་བྱེད་ཚིག། ཁོ་རང་བྱ་བྱེད་བྱས་ཁོ་རང་ཚོ་གི་འགྲོ་སྟངས་ཤེས་བྱས་ན། བྱས་ཙང། བྱེད་ཚིག་ད་ལྟ་བ་ཅེའུ་རུ་བ། ཏེ། ཐུགས་ལ་ཏི་སི་ཅི། ངའི་བདེ་པོ་མེད་ན། བྱ་ཚིག་སླབ་ཞུ་རུ་བ། བྱ་ཚིག་ད་ལྟ་བ། བྱ་ཚིག་ད་ལྟ་བའི་རྗེས་ལ་ཡ། བ་པོ། ཡང་ན་པ་པོ། ཨ་ནི། དངོས་པོ་དག་སྟོན་ཐུབ་པ་རེད། བྱ་བ་བྱེད་པ་པོ་དངོས་པོ་དག། སྐོར་བྱ་ཚིག་ད་ལྟ་བ། བ་པོ། ཤིང་གཅོད་པ་ཟེར་གི་རེད་མ་འདུག་གཅོད་བ། ལག་མར་བ་ཁོ་ལབ་སྟངས་ཁོ་རང་ལ་ཡ། བྱེད་ས་པ་པོ། སྦྱིན་པ་གཏོང་བ། ལབ་ཀི་རེད་བ། བ་པོ། བྱ་ཚིག་ད་ལྟ་བ། བ་པོ། ལྟ་བ། མིག་གིས་ལྟ་བ། ལག་གིས་ལྟ་པ། ལག་མར་བ། ལྟ་བ་པོ། ཡི་གེ་འབྲི་བ་པོ་ལ་ཡང་ན། དེའི་པ་པོ་ག་ལ་ཞུགས་ཡོད་ནས་ཨ་དེ་བ་པོ་དང་པ་པོ་དེ་ལ་དེ་ནམ་རྒྱུན་ཁ་ནས་མ་ལ་དག་མ་འདྲ་མ་འདྲ་འདྲ་པོ་བྱས་ཡོད་རེད་ཡིན་ནས་ད་ཁོ་རེ་སྒྲིག་གཞི་ཅི་རེད་ཡོད་ཀྱི་རེད་བ་ད་ནང་ཚོ་ཨ་ལས་དེ་མཁྱེན་དགོས་བ་དེ་ཡིན་ད་དངོས་པོ་དག་བྱེད་པ་པོ་དངོས་པོ་བདག་སྟོན་གྱི་ཡིན་ན་བྱ་ཚིག་ད་ལྟ་བར་བྲིས་གནང་དགོས་རེད། འདིའི་རྗེས་ལ་ཡང་བ་པོ་ཡང་ན་པ་པོ་འདུག་བྲིས་གནང་པ་ཡིན་ན་དངོས་པོ་བདག། རེད་བ། བྱེད་པ་པོ་སྟོན་འདུག་རེད། ངོ་ཡ། ད་བྱེད་པ་པོ་ཕལ་པའམ་སྐོར་རྗེས། བྱེད་པ་པོ་ཕལ་པ་སྟོན་དུས། ཨ་ནི།

བྱེད་ལས་སྟོན་པས། བྱེད་ལས་སྟོན་པའི་ཚིག་དེ་ལ་ཡང་ཨ་ནི། བྱ་ལས་དང་བྱེད་ལས་གཉིས་ཡོད་རེད་བ། ད་བྱེད་ལས་སྟོན་པའི་ཚིག་དེ་ལ་ཡང་ཨ་ནི་ང་ཚོ། བསྐོར་བར་བྱེད། གཅོད་པར་བྱེད། གཏོང་བར་བྱེད། ལྟ་བར་བྱེད། འདྲི་བར་བྱེད། རེད་བ། བྱེད་ལས་སྟོན་ན། ཨ་ནི་བྱ་ལས་སྟོན་ན། ཨ་ནི་དེ་གས་དེ་ཡང། བྱ་ཚིག་མ་འོངས་པར་བྲི་བ་རེད། ཨ་ནི་བྱ་བྱ་བྱ་བྱ་ཟེར་བྲིས་ན་ཡང་རེད།

ཁྱེད་ཀྱིས་བྱེད་པ་པོ་ཡི་སྟེང་དུ་ཡོད་པའི་བྱ་བ་དེ་ལ་ཡང། བྱེད་ལས་ཟེར་བ་རེད། རེད་བ། ཤིང་གཅོད། ཤིང་གཅད་པའི་སྐབས་ལ་ཡང། ཤིང་གཅོད་མཁན་གྱིས། ཁོ་རའི་ལུས། ལུས་པོས། རྩོལ་བ་བྱེད་པའི་བྱ་བ་བྱོས་རེད་བ། འདི་བྱེད་ལས་རེད། བྱེད་པ་པོས་རྩོལ་བ་འབད་བརྩོན་བྱས་ནས། ཕ་ཇོ་བྱ་ཡུལ་ཤིང་གི་སྟེང་ལ་ཡང་བྱ་བ་གཅིག་གྲུབ་ཡོང་གི་རེད་ཤིང་དུམ་བུར་འགྲོ་གི་རེད་ཤིང་ཆུང་དུ་འགྲོ་གི་རེད་ཤིང་སེར་ཀ་གྱེས་གི་རེད་ཤིང་ལ་རྨ་བཟོ་གི་རེད། ཤིང་རྒྱུ་བ་འགྲོ་གི་རེད་དབྱིབས་ལ་རྒྱུ་བ་འགྲོ་གི་རེད། བྱེད་རྩ་འདི་གས་དེའི་རྒྱུ་བ་འགྲོ་བའི་བྱ་བ་དེ་ཤིང་གི་སྟེང་ལ་འཕགས་ཡོད་རེད། དེ་ལས་ཡང། བྱ་ལས་བྱུང་རེད། བྱེད་རྩ། ད་ཁྱེད་ཤིང་བྱེད་པ་པོ་ཡི་སྟེང་དུ་ཡོད་པའི།

བྱེད་ལས་དེ་དང་བྱ་ལས་གཉིས་ངོ་མཁྱེན་པ་དགོས་རེད། བྱེད་ལས་ཟེར་དུས། བྱེད་པ་པོ་ཁེ་ཤི་བྱེད་པ་པོ་ཡི་སྟེང་དུ་ཡོད་བསྡད་པའི་བྱ་བ་དེ་ལ་ཡང་བྱེད་ལས་ཟེར། བྱེད་པ་པོ་དེ་གིས་བྱ་བ་བྱས་ཏེ། ལས་ཕ་ཕྱོགས་བྱ་བའི་ཡུལ་གྱི་སྟེང་ལ་ཡང་བྱ་བ་བྱེད་ལས་ཡོང་གི་རེད་དེ་ལ་ཡང་བྱ་ལས་ཟེར། གིན་འདུག་བྱེད་ས་དང་བྱེད་ལས་དེ་དང་བྱ་ལས་གཉིས་ག་རེ་བས་བྱས་ན། གུ་གཉིས། རྒྱུ་འབྲས་བྱ་བའི་རིགས། དང་པོ་བྱེད་ལས་དེ་གྲུབ། ཨ་ནི་འདིའི་རྗེས་ལ་བྱ་ལས་དེ་གྲུབ་གོ། བྱེད་ལས་མ་གྲུབ་པ་ལ་ཡང་བྱ་ལས་གྲུབ་པའི་སྐབས་ཡོད་མ་རེད། བྱེད་ལས། བྱེད་པ་པོ། བྱེད་པ་པོ་དེ་གིས་རྩོལ་བ་དེ་བྱས། རེད་བ། ཤིང་བཅད་པའི་ཀར་ཏཱ་རི་ཡ་ཀྱ་མ་ཞུ་ཡི་གིས་བྲིས་པའི་ཀ་ལ་ལག་པ་དུག་སུ་ཀྲུ་ཀྲུ་བཏང། བས་རྩོལ་བྱུང་རེད་བ། འོ་འདི་ལ་ཡང་བྱེད་ལས་སོ། ད་ལག་པ་དུག་སུ་ཀྲུ་ཀྲུ་བཏང་བྱས་ཨ་ནི་དེའི་ཡི་གེ་དེ་འདྲ་ཡིན་འདྲ་ཡིན་འདྲའི་དོན་ཡོང་གོ་རེད་བ། དེ། བྱ་ལས་དེ་བྱས། བྱས་ཙང། བྱེད་ལས་འདི་དང་བྱ་ལས་གཉིས། འདིར། རྒྱུ་འབྲས། བྱེད་ལས་འདི་རྒྱུ་རེད་བྱ་ལས་འདི་འབྲས་བུ་ཆགས་སྐོར། བྱས་ཙང། བྱེད་ལས་སྟོན་དུས་ཙམ་པ་བྱེད་པ་པོ་ལ་ཡོད་པའི་བྱ་བ་སྟོན་དུས། ཨ་ནི། བར། བྱེད། ཡང་ན་པར། བྱེད། བྱེད་བྱེད་བྱེད་བྱེད་བྱེད། དུར་བྱིད་ནི་འགོར། གྱི་ཡོད། འོ་ད་དུར་བྱིད་འདི། ད་རིང། ངས་སློབ་ཕྲུག་ཚོ་ལ་ཡག།